ཆུ་རྒྱུན་དེ་ཉིད་དེའི་ཚེག་དེ་ཉིད་ལས་དེ་ནི་ཆུ་རྣམས་རྒྱུ་མ་ལྟ་བུ་ལས་ཡང་དག་སྟོང་ལས་སྐྱེ་བ་མེད། གསུང་མཆོག་མཚུངས་པ་མེད་པ་ཡི་ཐོག་སྣ་བུག་ཉི་མ་སྦྱར་ཞེས་ད་ག་ཚང་དུ་ན་བཞག་པ་རེད། དེས་ན་ཁ་ཚང་ཤེས་བསམ་པ་ཁ་ཤས་ཤིག་དུས་ཚོད་འདང་མ་སོང།

ངས་མ་སྐར་མ་བཞི་བཅུ་ཞེ་ལྔ་ཡོད་རིག་འཛིན་གྲྭ་གཅིག་ལ་ད་འདི་ཡིན་གྱི་རེད། ངས་འདི་སྐར་མ་སུམ་ཅུ་ལ་ཡོད་མདོག་ཉུང་ཡོད། ད་མགྱོགས་པོ་མགྱོགས་པོ་འདུག་སེ་ཕར་འདང། དེ་འདྲ་རེད་དེ་དུས་ཚོད་འདང་མ་སོང་མ་གཏོགས། ད་ནི་དེ་ལྟས་བཤད་ཁོག་རེད་ད་ཡིན་ནའི་མང་པོ་དག་བཤད་དུས་ཆོག་འདྲ་མི་འདུག། ང་རང་གྲྭ་དེ་ང་རང་འདྲི་ཤེས་འདི་རྒྱག་འདོད་འདུག་ཁྱད་མཚར་ཞིག་འདུག་ཚོར་བ་དེ་ལས་མ་བསྡད་དེ་ནི། ཁྱེད་རྣམས་ཡིན་ཏེ། མ་གཞི་ཁྱེད་ཚ་སྤྲང་མོ་རེད་དངོས་གནས། འདིའི་དབུ་མི་གཞུང་འདི་དེ་ནི་ང་རང་ཡང་བསྐྱར་ལྟ་དུས་ང་རང་བྲིས་བཞག་པ་འདྲ་བོ་ཞྭ་ལམ་འདྲ་བོ་འདུག་དང་མང་ཆེ་ད་རྐུ་མ་རྒྱག་ར་དེ་རེད། ཞྭ་ལམ་འདྲ་བོ་འདུག་ཚུར་སྣང་འདྲ་འདུག།

ཅེས་བཤད་པར་དེ་ཚེ་ཚིག་གི་བཤད་སྟངས་ཡན་སྒྲོ་མ་གཏོགས་དོན་དག་དང་དེ་འདྲ་ཡིན་གྱི་མ་རེད་དྲན་གྱི་འདུག་གང་ལྟར་དེ་ལྟ་བུ་ཞིག་ད་ལྷག་ལྷག་མར་ལུས་ཡ་ཡོད་མ་རེད། འཁོར་འདས་ཀྱི་ཆོས་ཡོངས་སུ་རྫོགས་པ་སྒྱུ་མ་ལྟ་བུ་རེད། འཁོར་བ་དང་མྱང་འདས་ཟེར་ཡ་དེ་བཏུས་ནས་བརྟག་པ་ར། འཁོར་བ་འཁྲུལ་པ་རེད་ལབ་དུས་ད་ལྟའི་གི་ལྡོག་སོགས་དེ་གཉིས་ལས་གཅིག་སླེབས་ཡོང་ར་མ་འཁྲོལ་བ་ཞིག་རེད་ལབ། དེ་མྱང་འདས་རེད་ཞེས་བཤད་ཤ་བ་རེད་དཔེར་ན། དེ་ནས་ང་ལ་དགའ་དབང་ལབ་ར་ད་ཁྱེད་ཚོ་ཁ་ཤས་ཀྱིས་ཧ་གོ་ཧོ་ཡོང་འགྲོ་ཁ་ཤས་ཀྱིས་ང་མིན་ཧ་གོ་ཧོ་རྒྱུ་མ་རེད་ད།

རེད་ཅི་ད་ང་སྡོང་པ་ནག་པོ་རེད་དེ་ཡིན་ནའི་ཨ་ཧྥེ་རི་ཁའི་མི་རིགས་ནག་པོ་ཚོས་གཉའ་ལྷེབ་དུ་གཡང་ཁ་དཀར་པོ་རེད་འགྲོ་དེ་ང་སྔོན་མ་ང་དང་བཀྲ་ཤིས་རྒྱ་མཚན་གཉིས་སློབ་གསོ་ལ་སོང་རིགས་རྒྱ་གར་སློབ་གསོ་ལ་སི་ཏྲོ་འདྲ་བོ་རེད་ཟེར་གྲོང་གསེབ་ཞིག་སླེབས་སོང་གྲོང་པ་དེ་ཚོའི་གི་མི་དེ་ནི་ཕ་ཆེ་བཞི་བཅུ་ལྔ་བཅུ་བྱེད་ས་མ་རེད་བརྒྱ་ཡས་མས་ཡོད་ས་རེད་དེ་འདྲ་ལྐོག་ནས་ལྟད་མོ་བལྟ་གི་འདུག་དེ་ཁོ་ཚོ་ཀར་ན་ཏྲ་ཀ་རེད་བ་ང་ཚོ་ཧིན་དུ་ཀའི་གོ་གོ་མ་རེད

མ་རྟོགས་པ་ཀའི་མཁན་པོ་དགའ་དབང་རྣམ་པ་ཡར་རྒྱས་ཞིག་དང་རྣམ་པ་གཙོ་གཅིག་ཞིག་ཟེར་ཡ་དེ་གཏིང་དུ་ངེས་པ་ཞིག་ཆུད་ནས་ཡོད་མ་རེད་ཀོ། བཏུས་ནས་བཏགས་གི་ར། དེ་ཟེར་ཁྱུང་ལྡེ་ཟེར་ཡ་དེ་དེ་འདྲ་ཞིག་བཏུས་ནས་བཏགས་པ་རེད། བཟང་ངན་ཟེར་ཡ་དེ་བཏུས་ནས་བཏགས་པ་རེད་ཨོ་དེ་འདྲ་ཞིག་ཆགས་འདུག་ར། ད་སྐྱེ་མེད་ཀྱི་དོན་དག་དེ་ཚོ་ད་ང་ཚོའི་འོག་ནས་དེ་ནས་དབུ་མ། དབུ་མ་གི་སྐབས་སུ་ད་མ་ཤི་འོག་ལྷས་འོ་མ་སྐབས་སུ་ཤི་དགོས་ཡ་དེ། གང་ཡིན་ཟེར་ན་རགས་པ་གི་སྐྱེད་མིག་དེ་སྟེང་ནས་ཕབ་དགོས་རོགས་དེ་རིགས་པ་རིགས་པ་སྒོ་མ་འདྲ་བ་དེ་ཚོ་ཧ་གོ་དགོས་རེད་དེ་ཚོ་ཚང་མ་འོག་ཏུ་བྲིས་ཤིག་ཡོད་དེ་ཚོས་དེ་ནི་དེ་ཚོ་ཚང་མ་གང་ལ་གང་ཚང་ཞིག་ཧ་ལམ་འདི་འདྲ་ཞིག་ཡིན་ས་རེད་སེམས་སམ་འདྲ་བོ་ཞིག་བྱེད་ཡག་གི་རེ་བ་ཡོད་རེད་དེ་རེད་དེ་གཅིག་ད་དེ་ནི་གསུང་ཆོས་མཚུངས་པ་མེད་པ་ཟེར་ཡ་འདི་ལ་དོན་དག་ཁ་ཤས་ཤིག་ཡོད་རེད། དང། ད་ག་དོན་གྱི་སྟེང་ནས་བསམ་བློ་བཏང་བ་ཡིན་ན་དཔེར་ན་བདེན་པ་བཞི་ཡོད་ཀྱི་རྣམ་གཞག་ལྟ་བུ་ཡིན་ན་དེ་ནས་སྔོན་ལྷ་དང་བཅས་པ་བྲམ་ཟེ་དང་བཅས་པ་དགེ་སྦྱོང་དང་བཅས་པ་ཚངས་པ་དང་བཅས་པ་སུ་གཅིག་གིས་བསྐོར་མ་ཐག་པའི་ཆུ་འགོ་བསྐོར་བ་རེད་གསུངས། བདེན་བཞི་ཀྱི་རྣམ་གཞག་དེ་ཚོའི་ནང་ལོགས་ལ་སོགས་འདུག་བ། དེ་ནས་ད་སངས་རྒྱས་དེས་འཁོར་འདས་ཀྱི་རྒྱུ་འབྲས་ཀྱི་ལམ་གྱི་རྣམ་གཞག་དེ་རྒྱུ་འདི་ཟད་པ་ལ་བརྟེན་ནས་འབྲས་བུ་ལམ་ཁ་འདི་ཐུག་གི་རེད་ཟེར་ནས་བཤད་ཡག་དང་སྒྲུབ་པ་སྤུངས་ཚོར་གྱི་སྐོར་དུ་སོགས་ད་དངོས་ཡོད་གནས་ཚོར་དང་མཐུན་པ་དེ་སངས་རྒྱས་མ་གཏོགས་སུ་གཅིག་གིས་བཤད་ཐུབ་བོ་མ་རེད་ད། སུ་གཅིག་གིས་བཤད་ཐུབ་མི་ཐ་གཞན་དག་ཕ་ཞོག་དེ་ནས་ས་བཅུའི་རྒྱུན་མཐའ་ལས་གནས་པའི་བཟང་སྤྱོད་གསུམ་པ་དེ་ཚོས་བཤད་ཐུབ་བོ་མ་རེད། ཁྱོད་ནི་ཤེས་ཐུབ་བོ་མ་རེད་ང་ཚོས་ཀྱི་ཤེས་ཡོན་དེ་དང་ས་དང་པོ་ལ་གནས་པའི་ཀྱི་ཤེས་རབ་ཟེར་དགོས་རོགས་དང་ང་ཚོས་ཀྱི་ཤེས་རབ་དེ་དང་ས་དང་པོ་ལ་གནས་པའི་ཤེས་རབ་དེ་བསམ་བློ་བཏང་བ་ཡིན་ན་ཧ་ལས་ཡག་གི་ཁྱད་པར་ཡོད་རེད་ད་ག་ནང་བཞིན་ས་དང་པོ་གཉིས་པ་ནས་ཟེར་ནས་ཤེས་རབ་ཀྱི་ཁྱད་པར་ལ་ཧ་ལས་ཡག་ཡོད་རེད་ཚད་ལས་བརྒལ་བ་རེད་རེད་དེ་ཡིན་ན་ཡང་ཚང་མ་ད་མ་དངོས་ཡོད་གནས་ཚུལ་ཇི་མ་ཇི་བཞིན་དེ་བཤད་ཐུབ་མཁན་དེ་སངས་རྒྱས་མ་གཏོགས་ཁྱོད་ནི་ཡོད་མ་རེད་དེ་རེད

ཡོ་བ། ཡོ་དེ་རེད་དེ་དེ་ག་ནང་བཞིན་འཚོ་བ་ལ་ལ་ངེས་འདུག་ག་རྣམ་རྟོག་ལ་བཟང་ངེས་འདུག་ག་རེད་བ། ང་ཚོས་རྣམ་རྟོག་ཡག་པོ་འདྲ་སྐྱེ། ཕ་ཚོ་མཐོང་སྣང་ཡག་པོ་འདྲ་མཐོང་ཁྱེད་རང་ཚོ་ཕ་ཚོ་སྐྱེས་སྐྱེས་ལ་ཆུ་གྲོགས་འདྲ་བོ་མཐོང་ཡག་པོ་མཐོང་ན་རྣམ་འགྱུར་བསྟན་ན་འདྲ་སྐད་ཆ་བཤད་ན་འདྲ་དཔེ་ཡག་པོ་ཡོད་རེད།

དངོས་གནས་དངོས་ཡོད་གནས་ཚུལ་དཔེར་ན། ང་ཚོས་དེ་ནི་རྒྱུ་སྡིག་པ་མི་དགེ་བ་རེད་མི་དགེ་བ་ལ་བརྟེན་ནས་འབྲས་བུ་འཁོར་བ་དང་ངན་སོང་གི་སྡུག་བསྔལ་མྱོང་བ་རེད། རྒྱུ་དགེ་བ་རེད་དགེ་བ་ལ་བརྟེན་ནས་འབྲས་བུ་དེ་ནི་མཐོ་རིས་དང་ཐར་པ་ཐུབ་ཟིན་གྱི་རྒྱུ་ལ་འགྱུར་གྱི་རེད། དངོས་ཡོད་གནས་ཚུལ་ཡིན་ན་དག་དེ་ཡང་དག་རེད། དངོས་ཡོད་གནས་ཚུལ་མ་ཡིན་ན་རྫུན་མ་རེད་ཡང་དག་རེད། རོ་བ་རྫུན་མ་རེད། དེ་ནི་ད་ལྟ་ལྟོས་དོགས་ད་ང་ཚོས་ད་ལྟ་འདི་ཚོ་ནི་ལབ་བསྡད་ནི་དྲག་གོ་རེད་མ་གཏོགས་ཁྱེད་རང་གཞན་དག་ལབ་ན་ད་དེ་ནི་གསོན་པོ་ལ་སྐད་བཏུབ་ཡ་ཉན་ག་ཡོད་རེད། མི་ཚེ་ལེབ་འདི་ཚོས་གི་དེ་ནི་ཁོ་ཚོས་ལབ་གོ་རེད་ད་འཛམ་བུའི་གླིང་ཞི་བདེ་ཡོང་དགོས་ན་འཛམ་གླིང་ཡོངས་རྫོགས་ཁ་ཆད་ལ་སྦྱོར་དགོས་རེད། མི་ཚེ་ལེབ་ཆུ་ལེབ་ལ་སྦྱོར་དགོས་རེད། ཁོ་ཚོས་ཤོག་རྒྱག་ནི་ཟེར་གོ་ལྷག་བསམ་རྣམ་དག་ཟེར་ནི་འཛམ་གླིང་ཞི་བདེ་ཆེད་དུ་བསྲེས་ཤོག་གོ་རེད་ད།

དུད་འགྲོའི་བྱེད་ནི་བྱེད་དེ་ཀོ་རེ་ཀོ་དེ་སོགས་ཐམས་ཅད་ལ་དོ་གཞན་དག་འཕགས་ཤོག་ཆོས་ལོག་གཞན་དག་འཕགས་ཤོག་འཇིག་རྟེན་སྟེང་ན་ཡང་དོ་ཞི་བདེ་དང་སྐྱིད་པོ་ཞིག་ཏུ་ཀྱང་རེག་མི་འདུག་གོ། ཀོ་དེ་ཀ་ལས་ཀ་དོ་ཀ་རེ་དོ་དེ་སོགས་ཐམས་ཅད་ཡག་པོ་ཟེར་ཡག་དེ་ཞེན་ཁོག་ཁོག་པོ་འདི་ར་ང་ཚོས་ཀྱིས་ཀྱང་དེ་ནི་དངོས་ཡོད་གནས་ཚུལ་ལ་མཐུན་པ་ཞིག་མ་ཡིན་བཞིན་དུ་ལ་ཡག་པོ་ཡིན་བསམ་ན་དེ་དག་ཞེན་ཁོག་གིས་ཀྱི་ར་དེ་ཅང་དངོས་ཡོད་གནས་ཚུལ་དང་ཅང་མ་རེག་དེ་རེད། འོ་དེའི་འདོད་དེ་ནི། ཆོས་ལུགས་ཟེར་ཡ་དེ་ལ་བཟང་ངན་ཡོད་རེད། གང་ཡིན་ཟེར་ན་དངོས་ཡོད་གནས་ཚུལ་ཡིན་མིན་སྐད་ཆ་ཡོད་རེད། ང་ཚོ་སྐད་ཆ་བཤད་ཆོས་ལུགས་ཟེར་ཡ་དེ་མདོར་ན་སྐད་ཆ་བཤད་རྒྱུ་རེད། སྐད་ཆ་བཤད་དུས་སྐད་ཆ་ལ་བདེན་པ་དང་རྫུན་མ་གཉིས་ཡོད། འཇིག་རྟེན་ཆོས་ཉིད་རེད་བ་དེ། དེ་ཡིན་དུས་ཁ་ཤས་བདེན་པ་ཡིན་ན་ཡང་དག་རེད་རྫུན་མ་ཡིན་ན་གོ་དེ། རྫུན་མ་ནི་ཡང་དག་མ་ཡིན་པར་བ་འདོད་པ་རེད་དེ་འདྲ་བྱས་ནས་བཟང་ངན་ཡོད་རེད། འོ་དེ་ཡིན་དུས། དེ་ནི་སངས་རྒྱས་ཀྱི་ཆོས་འཁོར་བསྐོར་ཡ་དེ་དངོས་ཡོད་གནས་ཚུལ་དང་མཐུན་པ་བཤད་པ་ཡིན་པ་སོང་ཙང། པད་མའི་འཇིག་རྟེན་ལ་སུ་གཅིག་གིས་བསྐོར་བ་མ་ནུས་པ་དེ་སུ་བསྐོར་བ་རེད་གསུངས་བཤད་པ་རེད་དེ་དོན་དག་གི་སྟེང་ནས་དེ་འདྲ་ཆགས་འདུག་ར་གཅིག། དེ་ནས་ཡང་ཚད་ཀྱི་སྟེང་ནས་བསམ་མནོ་བཏང་བ་ཡིན་ན་སངས་རྒྱས་ལ་དེ་ནས་ཁེ་མཚར་དྲང་མོ་ར་དེ་ནས་གསུང་རྣམ་པ་ཐམས་ཅད་བར་ལགས་རེད།

ཨ་དེ་རེད་དེ་དེ་ནས་དེ་གཉིས་ཀྱིས་ཀྱང་ཁྱིམ་བདག་སྤར་གཅིག་གི་རྒྱུད་ལ་ཐར་པ་ས་བོན་ཡོད་པ་ཧ་མ་གོ་རོ། དངོས་གཞི་ཟེར་ཡག་དེ་ལ་ནུས་པ་ཆེ་ཆུང་ཡོད་རོ་ཐག་རིང་ཐུང་ཡོད་རེད། དཔེར་ན་ང་ལ་དངོས་གཞི་ཆུང་ཆུང་ཡོད་པའི་དབང་དུ་བསམ་བློ་བཏང་ན་ཞེ་སེམས་ཞེས་པའི་དངོས་ཆུང་ཆུང་ཡོད་པའི་དབང་དུ་བསམ་ན་ཁྱེད་རང་ཚོ་ག་རེ་དྲན་གི་འདུག་ཧ་གོ་རེད་ཚང་མ་ཧ་གོ་རེད། གོ་འོང་དང། ཡིན་ནའི་སྒང་ཏོག་ལ་སླེབས་ན་ཧ་གོ་མ་རེད་གོ། ཐག་རིང་ཐུང་ཡོད་རེད་དངོས་གཞི་ལ། ས་ཐག་རིང་ཐུང་ཡོད་རེད་ཡང་དུས་ཚོད་རིང་ཐུང་ཡོད་རེད། དུས་ཚོད་རིང་ཐུང་ཡོད་དུས་ཁ་ཚང་ག་རེ་ཟས་སུ་ངས་དངོས་གཞི་ཞུས་ཡོང་ནི། ཁ་ཉིན་མོ་དང་ལོ་གཅིག་གི་སྔོན་ཧ་གོ་མ་རེད་ཡ། ལོ་གི་རིང་ཐུང་ཡོད་ར་ད་གཟོད་དངོས་གཞི་རྒྱ་ཆེ་ཆུང་ཡོད་འདུག་ད་དེ་སྟོང་ཆེན་པོ་ནས་སྟོང་ད་དེ་སྟོང་གི་ཚད་བརྒྱ་ནས་ང་ཚོས་ཉིན་ཐོའི་དང་སྒྲ་གཅོམ་པ་དང་ཟུག་ཁྱད་པར་བཤད་དེ་ཡ་དེ་འདྲ་རེད། འོ་དེ་འདྲ་ཡིན་དུས་ཁྱིམ་བདག་པར་གྱི་ངེད་མ་དགེ་བ་སྒྲུབ་ཞག་པོ་དགེ་བའི་བག་ཆགས་ཤིག་ཡོད་པ་དེ་ཁོ་ཚོ་སུ་གཅིག་གིས་མ་མཐོང་ར། དེ་ནས་སངས་རྒྱས་ཕེབས་དུས་དེ་ནས་ཁོ་ངུས་ནས་བསྡད་ནས་དཀའ་ལས་འཕྲད་ཉིན་གྱིས། ཁོ་དེ་ནས་དཀའ་ལས་འཕྲད་ནས།

མོའོ་མཁར་གྱི་བུ་དང་ཤཱ་རིའི་བུ་ཁོ་ཚོས་ཀྱི་ད་ཁྱོད་རང་དེ་ནས་དགྲ་བཅོམ་པ་ལ་སོགས་པའི་འབྲས་བུ་ཐོབ་ཐུབ་ཡག་གི་ནུས་པ་ཁྱོན་ནས་མི་འདུག་དེ་འདི་ད་ཁྱོད་རང་རབ་ཏུ་བཟུང་མ་བཟུང་ཅི་ག་མི་འདུག་གཡོག་ཤོག་ལབ་ནས་དེ་རབ་ཏུ་མ་བཟུང་ནས་དུད་འགྲོའི་བཟོས་བསྡད་པ་རེད། ཨོ་དེ་འདི་དེ་ནས་དོན་དག་སོ་སོ་ལ་ཕན་ཐོགས་ཡོད་མེད་དུས་ཚོད་ཐམས་ཅད་སངས་རྒྱས་ཀྱི་ཚང་མ་ཤེས་གི་རེད། ཁྱེད་ཁོ་རང་ལ་ག་རེ་བཤད་དགོས་པ་ཡོད་ན་དེ་ཏག་ཏག་ཏག་ཏག་བཤད་ཤོག་གི་རེད་དེ་རེད། ད་ང་ཚོས་སྐད་ཆ་བཤད་རྒྱུ་དེ་འདྲ་མ་ར། ང་རང་གི་བློ་ངོ་ལ་ཅི་ཤ་དོ་ར་ཁོ་ལ་ཕན་ཐོགས་ཡོད་ཀྱང་འདྲ།

ད་དེའི་ཚ་ནས་དེ་ནས་ད་ང་ཚོས་གཉིས་པ་དེ་ཡང་དཔེ་ཆ་ངོ་ལྟ་ཞོ་ཨ་ད་ཁྱེད་རྣམ་པས་ལྟ་འདོད་ཀྱི་ཞིག་ཡང་དེ་ཡང་མཁན་ཚ་བོར་དང་སོགས་ཁྱེད་ནས་ཁ་ཚ་ངས་ལབ་ར་ངོ་ལ་ལྟ་ནས་བཤད་དགོས་རེད་ལབ་རེད་ད་ཡིན་ནས་ང་ལ་ངོ་དང་མདོག་དང་རྣམ་འགྱུར་གཉིས་ཀ་ཡག་པོ་མེད་དེ་མཚམས་སུ་སུན་པ་དེ་ཆོག་ཡོང་རེད་གོ།

རྟེན་འབྲེལ་དེ་ནི་ང་ཚོའི་དབུ་མ་རིག་པ་ཡོངས་རྫོགས་ཀྱི་ནང་ལོགས་ནས་དེ་ནི་རྟེན་འབྲེལ་གྱི་རིག་པ་དེ་དེ་ནི་དབུ་མ་གྱི་རིག་པ་ཡོངས་རྫོགས་ཀྱི་གཞི་རེད་བ། དེ་འདུས་དབུ་མ་གཞུང་གི་ནང་ལོགས་ནས་རྟེན་འབྲེལ་གྱི་རིག་པ་དེ་བཤད་བསྡད་ཀྱི་འོ་རེད། འོ་དེ་བཤད་བཞག་དེ་ད་དེ་བསྟན་པ་གྱི་སྙིང་པོ་ཡིན་པ་དེ་ད་ལྟ་ས་ལ་རྒྱ་བ་འདོགས་ནས་བཤད་འདུག་ལ་དེ་གི་བསྟན་པའི་སྙིང་པོ་རྟེན་འབྲེལ་དེ་དང་རྟེན་འབྲེལ་སྟུག་གཉིས་ཟེར་ཡ་དེ་བཤད་བསྡད་ཡོད་དེ་རེད།

ད་འཁོར་བ་ལས་ཐར་བར་ཟད་པ་ལ་དེ་ནི་སངས་རྒྱས་ཀྱི་ད་ནི་གསུང་བཞག་པའི་ཆོས་ཀྱི་དོན་དག་དེ་ཇི་ལྟ་བ་བཞིན་དུ་གོ་དགོས་པའི་ཡིད་ཆེས་ཀྱང་བརྒྱ་ཆ་བརྒྱ་ཐམ་པ་ཡོད་རེད་དེ་རེད། དེའི་གི་ཆེད་དུ་འབད་བརྩོན་ཡང་དེ་ནི་ཧ་ལས་ཡ་ཅིག་ར། མགོ་ལ་མེ་ཤོར་དོགས་དང་བཙོག་མཐོང་ན་ཟེར་ཡ་དེ་རེད་མགོ་ལ་མེ་ང་རང་ཚོ་འབར་ཡོད་ན་སོ་སོའི་མེ་དེ་བཟློག་ཡ་ལ་འབད་བརྩོན་བྱེད་ར་དེ་ནང་བཞིན་ཉེ་རང་དུ་སུ་རང་དོན་སྒྲུབ་ཡ་ལ་འབད་བརྩོན་བྱེད་གི་རེད་ལགས་དོགས་བརྒྱ་ཆ་བརྒྱ་ཐམ་པ་བྱེད་དགོས་རེད་ད། ཚང་མ་ཅི་དགོས་དེ། ཡེ་ནས་ཡང་སོ་སོའི་བློ་གྲོས་ཀྱི་སྟོབས་ཀྱིས་དེ་ནས་ཆོས་ཐམས་ཅད་རྟེན་འབྲེལ་སྟོང་ཉིད་དུ་མ་རྟོགས་ནས། ལྟ་ཟེར་སྒྲ་རྣ་བ་ཀའི་ལྟ་གྲུབ་ཙམ་ཞིག་དང། དེ་ནས་མདོ་སྡེ་པའི་ལྟ་གྲུབ་ཙམ་འདྲ་བོ་ད་དེ་ཚོ་ཙམ་མ་གཏོགས་རྟོགས་གོ་མ་ར་བ། ཚང་མ་གི་མདའ་ངོ་བ་རེད། ཡེ་ནས་སུའི་མདའ་ངོ་བ་མ་རེད་བློ་གྲོས་ཀྱི་ནུས་པའི་མདའ་ངོ་བ་མ་རེད།

སྤྱོད་དམ་པ་མ་འདྲ་བ་ལེན་དུ་དགོས་ར། དེ་འདུལ་དུས་ཚོད་ཀྱི་གནད་དོན་ཤེས་པ་ལ་དངོས་གཞི་ཞིག་མ་ཐོབ་ཀྱི་བར་དུ་ལ་ཐུག་གི་མ་རེད་ཅིག་ལབ་དགོས་དོ། ད་གང་ལྟར་ར་ཐི་ནི་ཟབ་མོ་སྟོང་པ་ཉིད་ཀྱི་དོན་ཀུན་རྫོབ་དང་དོན་དམ་པ་བདེན་པ་གཉིས་ཀྱི་རྣམ་གཞག་ད་དུས་ཚོད་ཐམས་ཅད་སུན་འབྱིན་མ་ལོག་པའི་ཤེས་ཐུབ་པ་གི་བློ་གྲོས་ཡོད་རེད་ཟེར་བློ་གྲོས་མ་སྨྲས་པ་ཟེར་དུས་ཅུང་སྨྲས་པ། སྐྱོན་ཆ་ཆུང་ནི་རྒྱག་ཡ་མེད་པ་སྨྲས་སྨྲས་ཟེར་ཡ་དེ་སྨྲས་ར་ཕབ་ཡ་དེ་ར་དེ་འདྲ་མ་བྱས་པ་རེད།

ང་རང་དགའ་ས་དང་ང་རང་གུས་པ་ཡོད་པ་དང་དེ་ནས་ག་རེ་ཟེར་གུས་པ་ཡོད་པ་དང་འབྲེལ་བ་ཡོད་པ་དེ་ཚོ་བར་བཅད་བཞག་ར་དེ་ཚོས་བླ་མ་རྣམས་ལ་གུས་པ་བྱེད་རིགས་ཡིན། ད་ལྟའི་འདི་ཤོ་ལོ་ཀ་གཉིས་དོ་ཤོ་ལོ་ཀ་དང་པོ་དེ་ང་ཚོ་གི་བསྟན་པ་འདིའི་གི་བདག་པོ་སྟོང་པ་སངས་རྒྱས་བཅོམ་ལྡན་འདས་ལ་དེ་ནས་ཆོས་བརྒྱུད་ཞེས་བཟོས།

མོ་ཧམ་ཚང་མཁས་མཆོག་ནང་ལོགས་ལ་མཁས་ཟི་ནས་ཅི་ཀི་ནམ་ཞག་དེ་བཤད་ར། དེ་ནས་ས་པན་གྱི་མཁས་མཆོག་ནང་ལོགས་ལ་མཆེད་དུ་རྩོམ་གསུམ། མཆེད་དུ་རྩོམ་གསུམ་བཤད་ཞོར་རེ་མཁས་པ་ནས་ཚ་བ་གསུམ་དེ་མཆེད་དུ་རྩོམ་གསུམ་ར། འོ་དེ་ཡིན་དུས་དེའི་ནང་ལོགས་ལ་དེ་ནས་ཆོས་བརྒྱུད་རྒྱ་ཡག་དེ་སོགས་པས་དེ་ནས་སྟོང་པ་དང་དམ་པའི་ཆོས་དེ་སོགས་ཟེར་ཡ་ད་ལྷག་པར་དུ་དེ་ནས་ད་རང་ཉིད་ང་རྒྱལ་མེད་པ་སྟོན་ཟིག། དང། དེ་ནས་རང་གི་སྟོང་པ་ལ་དད་པ་ཡོད་པ་དང་བརྟན་པ་དེ་རྣམ་དག་ཡིན་པ་སྟོན་བྱེད་ལ་དེ་ནི་མཆོད་པར་བརྗོད་པའི་གོ་དུ་བྱེད་ཀྱི་ཡོད་རེད་ལབ་པས་སོ་གཅིག་ནས། སོ་གཅིག་ནས་ཡོར་གུང་མ་སངས་རྒྱས་དང་དེའི་རྗེས་འཇུག་ཡང་དག་ཏུ་སོགས་ལ་མཆོད་པར་བརྗོད་པ་ཡིན་དད་གུས་བྱས་ནས་མཆོད་པར་བརྗོད་པ་ཡིན་ན་བསོད་ནམས་ཀྱི་ཚོགས་བསགས་ར། བསོད་ནམས་ཀྱི་ཚོགས་བསགས་པ་ཡིན་ན་དེ་ནི། ད། ཟམ་གདོང་རྒྱལ་བོད་ཀྱི་ཟམ་གདོང་དུ་སོགས་ཡག་པོ་འགྲོ།

འཇིགས་རུང་འཁོར་བར་འཁྱམས་པའི་འགྲོ་བ་ཉག་ཐག་གྱུར་པ་རྣམས་སུ་དེ་བཞིན་རེ་ད་འཁོར་བ་ཟེར་ཡ་དེ་དེ་ནི་ཧ་ལས་ཡག་གི་ཞེ་སྣང་གཙོ་བོ་དུ་རེ་ད་ལས། ང་ཚོ་ད་འགྲོ་བོ་གི་སྣང་བ་དེ་ཅི་ད་དེ་ནི་འགྲོ་བོ་གི་རིས་ཟེར་ནས་འདྲ་དེ་དཔེ་བསམ་གྱིས་མི་ཁྱབ་པ་རེད། འགྲོ་བོ་རིས་དེ་བསམ་གྱིས་མི་ཁྱབ་པ་རེད་གང་ཡིན་ཟེར་དུས་རྣམ་རྟོག་མཐའ་མེད་ར་ང་ཚོ་གི།

ང་ཚོ་མིའི་ལུས་ར་དེ་ནི་དབྱིན་ཇི་དུ་སོ་ལ་སྐྲ་སེར་པོ་མིག་སྔོན་པོ་གདོང་པ་དམར་པོ་པའི་ཞེད་སྣང་ཚ་བོ་དེ་འདྲ་འདུག་ཨ། དེ་ནི་དེ་ག་ནང་བཞིན་ཡང་ང་ཚོ་ལ་ཡང་བཟོ་ལྟ་མ་འདྲ་བ་སྐྱེས་འདུག་ཨ། དེ་ག་ནང་བཞིན་ཡང་ཁ་ཤས་ར་ཤི་ཡ་དུ་སོ་ལ་ཡང་མ་འདྲ་བ་སྐྱེས་བཟོ་ལྟ་མ་འདྲ་བ་མ་འདྲ་འདུག་ཨ། ཡིན་ན་ཡང་ལུས་ཀྱི་གཞི་རྩ་དེ་མིའི་གི་ར་ཡིན་དུས་ཚང་མ་མི་རེ་མི་རེ་ལབ

ཚང་མ་འགྲོ་བ་མིའི་ཐོབ་ཐང་ཟེར་ཡ་ད་ཚང་མ་ལ་འགོག་གི་འདུག་ཟེར་ཁོ་ཚོ་མི་རེད་འདུག་ཟེར་ད་མི་ཡིན་པ་ཐག་ཆོད་འགྲོ་རེད་དེ་ཟེར་ད། ད་དེ་ཡིན་དུས་ངལ་རྩོལ་མི་ཡིན་འགྲོ་བ་རེད་དེ་གི་ལུས་དེ་མ་འདྲ་མ་འདྲ་ཟེར་ཐུག་རེད། དེ་ལུས་ཀྱི་ཁྱད་པར་ལ་བརྟེན་ནས་དེ་ནས་ང་ཚོ་འགྲོ་བ་ཀྱི་བདེ་སྡོག་དང་སེམས་ཀྱི་རྣམ་རྟོག་ཚང་མ་འབྱོར་འགྲོ་གི་རེད་ལུས་ཀྱི།

ལུས་དེ་གི་འགྱོ་འགྲོ་གི་རེད་ལུས་མ་གཏོགས་སེམས་ལ་དབང་ཆ་ཞེ་དྲག་ཡོད་མ་རེད་ད་ནི་ད་དེ་དངོས་བཟུང་ལོག་རྒྱུ་ཡོད་རེད་དངོས་བཟུང་ལོག་རྒྱུ་ཧེ་ང་མོ་མ་པ་ལོ་ཙཱ་ད་ཁེན་ཚ་ཀྲང་མོ་ཟེར་ར་ཁོ་ཁོ་མཁས་པ་ཀྲང་མོ་རེད་གྲུ་ཐོག་ཀྲང་མོ་ཟེར་ལས་ཀ་ལས་སྟངས་དེ་མ་རབས་ཚ་མདོག་ཁ་བོ་དཔེ་ཀྲང་མོ་ཟེར་ར་གང་ཟེ་ཁོ་ཅང་ཏུང་བོ་རེད་ཤ་ཟ་གོ་རེད་སྤྱི་མེས་རིག་ཚད་ཁྲིད་འགྲོ་རེད་ད་ནི་འཁྲུག་པ་རྒྱག་རེད

ཁྱོད་རང་ཐོ་བརྒྱབ་ནས་མ་དཔའ་མོ་ནག་སེ་ཐོབ་སོང་ན་ངས་གསང་འདུས་ཀྱི་དབང་བསྐུར་ཆུ་བཤད་ཚང་མ་བྱེད་གི་ཡིན་ཟེར་དེ་ཐོབ་མ་སོང་ན་ངས་ཤེས་གི་མིན་ལབ་རེད་ད་དེ་ཁོས་སྡུག་ལབ་ལ་དེ་ནས་གསང་འདུས་ཆུ་བཤད་ཤོག་རེད་ད་ག་འདྲ་ལས་ཀ་ག་འདྲ་འདུག་དེང་སང་མི་བཤད་ན་ཨ་མཆོག་ནང་འགྲོ་ས་མ་རེད་བ་དེ་ནས་དེ་ནས་ཁོས་ཟླ་བ་གཅིག་ཚེ་སྒྲོག་ཐོ་སྒྲོག་ཐོ་ཟེར་ད་མ་དཔའ་མོ་ནག་གནམ་སྟོང་ཞིག་ཟེར་དེ་གནམ་གང་ཞིག་ལ་ཤི་ས་རེད་ལབ་དེ་དེ་ནས་མ་དཔེ་ཁྱབ་བསྒྲགས་ཟེར་ཡོད་ལོང་ལ་ཁྱབ་བསྒྲགས་ཟོས་ནས་ངས་མ་དཔའ་མོ་ནག་ཐོ་བརྒྱབ་ཤིག་ཡོད་ཟེར

དུད་འགྲོའི་སེམས་ནི་སྐྱོ་འགྲོ་རོ། འོ་དེ་ཡིན་དུས་དེ་ནི་འཁོར་བར་འགྲོ་བ་ཟེར་ཡ་དེ་རིགས་པས་བསམ་གྱིས་མི་ཁྱབ་པ་རེད། དེ་ནས་དེའི་ནང་ལོགས་ནས་ལྟས་ཚེ་དྲག་ཤུལ། ཁ་ཚང་ཞེས་ཡ་རིགས་དེ་ནི་རིགས་པ་ཡང་དྲུང་ཤུལ། གཟུགས་པོ་ཡང་ལྟས་ཚེ་བདེ་ཤུལ། དེ་མི་རེད་ད་ང་ཚོ་མི་རེད། ཡིན་ན་ཡང་དེ་ནི་མི་དེ་ཚོ་དེ་ནི་ད་རྒས་འགྲོ་དུས། ཤི་མཁན་རྒས་ལས་འདི་རེད་ནི་ནང་ཚང་མ་རུས་ཚར་ར།

ང་ནི་ང་རང་གཟུགས་པོ་ལ་ཡིད་འདི་མ་མཆིས་པའི་ཚ་ཤ་ཀྱང་འདི་འདྲ་ཞིག་ག་གེ་ཅིག་ཆགས་དུ་མེད་འགྲོ་འདྲ་བསམ་ནས་དེ་ནས་ཁ་ཤས་ལ་ནི་འབུ་ཚོད་འདི་འདུག་འགྲོ་མི་གསོན་པོ་ལ་འབུ་ཚོད་ནི་དེ་འདྲ་རེད་འདོད་པས་ཞེད་སྣང་ཚ་བོ་གང་དུ་ཆགས་ཡག་འདུག་བ་ཁོ་བ་ཟེར་ཡག་དེ་དེ་ནས་ང་ཚོ་གཟུགས་པོ་འདི་དཔེ་ཞེད་སྣང་ཚ་བོ་རེད་དེ་བསམ་གྲོགས་ལ་ཡང་དཔེ་སྤྱོད་པ་ལ་ཡང་དཔེ་ཞེད་སྣང་ཚ་བོ།

མི་ལས་གཞན་དུ་གྱུར་པ་སྲིན་པོ་དང་འདྲེ་ཟེར་ཡ་དེ་ཡོད་ས་མ་རེད་ལབ་ནས། དེ་འདྲུལ་གྱི་ཞེད་སྣང་ཚ་བོ་ལས་དགག་ཞེད་སྣང་ཚ་བོ། དེ་ནི་བསམ་བློ་གཏོང་སྟངས་ཞེད་སྣང་ཚ་བོ་གཟུགས་པོ་ཡང་ཞེད་སྣང་ཚ་བོ་ད་ལྟ་ཁྱེད་རང་ཚོ་ཚང་མ་ཆེ་གཞོན་པོ་ཡིན། དེ་ནས་འདི་ཚོ་ལ་དམག་ལ་སོགས་པ་ན་ཚ་སྐྱ་མེད་དེ་ཁྱོད་ལ་འདྲ་སྤྲུལ་དེ་ཟེར་དུ་གཅིག་དང་འདོག་དཀའ་བོ་ཡང་འདོག་དཀའ་བོ་འདུག་དེ་ནས་སང་ཉིན་ཉི་མ་གཅིག་དེ་ནས་འདྲ་མི་འདྲ་གཅིག་ཆགས་ཞོར་དུ་བསོད་ནམས་ཡོད་ན་རྒས་ཀྱི་རེད་རྒན་ཁོག་ཆགས་པས་བསོད་ནམས་ཡོད་ན།

དེ་ནས་དེང་སང་སྐད་ཆ་བཤད་དུས་སངས་རྒྱས་ཀྱི་དེ་ནི་ཚོང་རྒྱག་སྟངས་བཤད་འདུག་དེ་ནི་འཁོར་བ་ལ་དེ་ནི་ཆབ་སྲིད་ཀྱི་ལས་ཀ་ལས་སྟངས་བཤད་ཨེ་གདའ་མི་བཤད་ཨེ་གདའ་ཚད་མ་བཤད་ཨེ་གདའ་ཞེས་དེ་ཚོ་འཇིག་རྟེན་གྱི་ལུགས་སྲོལ་དེ་ཚོ་བཤད་འདུག་དེ་ནི

མགོ་སྐོར་དང་ཁོ་ནད་པ་ཡིན་མདོག་ཁ་བོ་དང་ཁོ་ཏག་ཏག་ཟིང་ས་ཞིག་ཐག་མ་ཆོད་བར་དུ་ལ་ཟུར་དུ་ཟོག་ལ་སོང་ན་མཚམས་སུ་ཕར་བཀྲུས་ནས་དུ་བཟོ་ཟེར་གི་རེད། དེ་ཁོ་མགོ་སྐོར་དང་ཏག་ཏག་རེད་དེ་སང་དུ་བཟོ་མི་ཟ་ཤོག་གི་རེད་གོ་ཐོས་རེད་དེ་ན་གི་སེམས་ཅན་དུ་བཟོ་བསོད་སྟངས་ལ་འདྲ་མ་འདྲ་ནི་ཁེ་མཚར་ཞི་བ་ཟེར་ཡ་འདུག་བ།

སངས་རྒྱས་ཀྱི་གོ་འཕང་མ་གཏོགས་གཞན་གཅིག་ལ་མེད་ར་ད། ང་ཚོ་མི་ང་ཚོས་ཤེས་པ་དེ་མི་རེད་ལྷ་ལ་གང་འདྲ་ཡོད་ཧ་གོ་འོ་མ་རེད་དམྱལ་བ་ལ་གང་འདྲ་ཡོད་ཧ་གོ་འོ་མ་རེད། མི་རེད། མི་ཡི་གེ་ཡང་ལས་ཀ་ག་འབད་བརྩོན་ག་ཚད་བྱས་ན་ག་འདྲ་འདུག། ཤུག་པོ་ཡིན་མཁན་དེ་ཚོ་ཡང་ག་འདྲ་འདུག་དཔོན་པོ་ཆེན་པོ་དེ་ཚོ་ཡང་ག་འདྲ་ཆགས་ཀྱི་འདུག། དེ་ནི་གཏན་དུ་བདེ་སྐྱིད་དང་ལྡན་པ་ཞིག་ཡོང་ཐུབ་འོ་མ་རེད་ད་གནས་སྐབས་ཅིག་ཡིན་སྣང་ཞེས་པ་ཚོ་ར།

ད་ང་རང་གི་ད་ཚོར་སྣང་ཟེར་གི་ར་སེམས་ཀྱི་ཚོར་སྣང་དུ་ཡོད་རེད་བ་དེ་འདུག་ཅི་དང་དེ་ནི་ཀུན་རྫོབ་ཀྱི་ཆོས་འདི་དག་ཐམས་ཅད་ཡོད་རེད་ཞེས་བཤད་ཡག་དེ་ང་ཚོའི་བློ་ངོ་ལ་པད་འཇགས་བདེ་བོ་རེད་འདུག་བ་འཁོར་བ་ཐོག་མ་མེད་པ་ནས་དེ་ནི་ཡོད་རེད་ཡོད་རེད་ཟེར་ཀྱང་ཀྱང་གོམས་ནས་སླེབས་འདུག་དེ་ནི་འཇགས་བདེ་བོ་དུ་ཆགས་ནས།

ད་ང་ཚོ་དམག་ཁྱོན་ནས་ཕམ་ངོ་མ་རེད་ཟེར་མཐར་ཐོག་ན། གང་ཡིན་ཟེར་དུས་འཇིག་རྟེན་ཟེར་པོ་ཨ་ལ་སྐད་དེ་ནས་ང་ཚོ་ཁྱོན་ནས་ཕམ་བསྐྱོད་པ་མ་རེད་བསམ། ད་མཆོང་ཤོག་ཨོ་རེད། སྔས་མ་དེ་ནས་ཨ་རིག་གི་ཨབ་སྒཱ་ནི་སི་ཐན་ལ་དམག་རྒྱག་པ་ནས་སྐབས་སུ་ལ་ཡང། དེ་ནས་ཨབ་སྒཱ་ནི་སི་ཐན་དམག་དཔུང་དེ་གི་དམག་མི་དེ་ཚོ་ལ་ཡིད་ཆེས་སྐྱེ་ཡག་གི་ཆེད་དུ་སྐད་ཆ་བཤད་གི་འདུག་དེ་ནས་སྐབས་སུ་སྐད་ཆ་ག་རེ་བཤད་ཡོད་འདུག་ད་ང་ཚོའི་དགྲ་ཡག་དེ་དཔེ་མི་སྲིད་སྟོབས་ཅན་རེད། ཡིན་ན་ང་ཚོ་སེམས་ཤོག་ཤོག་དགོ་ཡག་ཡོད་མ་རེད།

ང་ཚོ་སྐྱེས་ཡོད་མ་རེད་མེད་ཡོད་མ་རེད་ཟེར་ད་ང་ཚོ་བོད་ལ་དབུ་མ་དེ་ཁྱབ་ཆེན་པོ་སོང་འདུག་དབུ་མ་སྟོང་ཉིད་ཀྱི་སྐོར་དུ་བཤད་བསྡད་དུས་ཡང་ཁྱེད་བློ་ལ་འགྲོ་བདེ་བོ་ལས་བྱ་འགྲོ་འདོད། གང་ལ་གང་འཚམ་གྱི་འགྲོ་བདེ་བོ་བྱ་འདོད་དེ་ནས་དམར་ཤོག་རིང་ལུགས་དེ་ཚོས་གང་ཡང་ཚེ་སྔ་ཕྱི་ཡོད་མ་རེད་ལས་རྒྱུ་འབྲས་ཡོད་མ་རེད་དཀོན་མཆོག་ཡོད་མ་རེད་ཡོད་མ་རེད་ལས་འདོད་སྟོབས་མི་མང་པོ་འགྲོ་ནས་དེ་ནས་འཛམ་བུ་ལས་དབང་འགྱུར་བཟོས་ནས་ད་ད་ད་ད་དམར་ཤོག་ལྷག་བསྡད་པ་རྒྱ་ནག་དང་བཟང་ཀོ་རི་ཡ་མ་གཏོགས་མི་འདུག་བ་དེ་ནས་དེ་དུད་འགྲོའི་སྲིན་ལག་ནས་ཁོ་ཚོ་མང་པོ་ཡིད་ཆེས་བྱས་ནས་རྒྱུགས་ནས་དེ་གཅིག་བྱས་དེ་འདུག་བ། དེ་དེ་ཡང་ལྟས་ཚེ་ཤར་བདེ་བོ་ཆུ་ལོག་གི་སྟེང་ནས་བསམ་བློ་བཏང་ནས་ཡོད་མ་རེད་ཟེར་ཡ་དེ་ལྟས་ཚེ་ཤར་བདེ་བོ། དེ་ཚང་ནས་ད་ཡོད་པ་ཚང་ནས་ལྟས་ཚེ་ཤར་བདེ་བོ། དེ་འཇིག་རྟེན་གྱི་སྟེང་ནས་ཡང་གཅིག་དེ་འདྲའི་གང་ལ་གང་འཚམ་སློང་ལ་ཤར་བདེ་བོ་འདྲ་བོ་མཐོང་འདུག། ད་ཡིན་ནས་ཡང་ནས་དེ་ནས་ད་ལྟ་སྟོང་དང་བསྟན་འབྱུང་དབྱེར་མེད་དེ་སློང་ལ་ཤར་ཡ་ད་ཧ་ལས་ཡག་གི་དཀའ་ལས་ཁག་པོ་ཡིན་ས་རེད་དེ་རེད།

དེ་ནི་དེ་ཡིན་ཏེ་ང་རང་ང་ག་གེ་ཅེས་འགྲོ་སོང་མོ་རང་ཡང་དེ་ནི་ཅི་དང་ཐེ་བན་རེད་འདུག་རྒྱ་ནག་གི་ལས་ཀ་ལས་སང་ཉིན་འགྲོ་འགྲོ་འགྲོ་ཡིན་ཞེས་ངུས་ངུས་རྒྱོགས་སོང་དེ་དེ་རེད་ད་ཤ་ཡག་ཅག་མི་འདུག་ཁོ་དེ་རེད། ཨ་ནི་དེ་ལྟར་ཡིན་ད་ང་ཚོས་དེ་ང་ཚོས་ང་རང་གི་ཉམས་མྱོང་སྟེང་ནས་དེ་རེད་ད་ད་མ་ཡིན་པ་ག་ཅིའི་སྟེང་ནས་སྐད་ཆ་བཤད་དུས་དེ་མ་ཚད་མར་ད་ང་རང་གི་སེམས་ཁུར་དེ་འདྲའི་བསམ་བློ་དང་སྟོང་དང་བསྟན་འགྱུར་ཡ་མེད་དུ་ཤ་ཡག་པའི་དཀའ་ལས་ཁ་བོ།

ལྟ་བ་སྟོང་ཉིད་དེ་དང་བརྩེ་བའི་སྙིང་རྗེ་ཆེན་པོ་གཉིས་དེ་ཟུང་འཇུག་དགོས་རོ། རོ། དེ་གཉིས་ཐབས་ཤེས་ཟུང་འཇུག་དགོས་རོ། དེ་ཡི་གི་དོན་དག་ལ་བརྟེན་ནས་མཁས་པ་དག་སོ་སོ་བ་ག་རྒྱ་དེ། སྙིང་རྗེའི་དམིགས་རྣམ་བཤད་པའི་གནས་སྐབས་སུ་ལ་སྟོང་ཉིད་འགྲོ་རོ་མ་ཟད་སྟོང་ཉིད་ཀྱི་མཚན་ཉིད་བཤད་པའི་གནས་སྐབས་སུ་ལ་སྙིང་རྗེའི་དམིགས་རྣམ་ཤར་རོ་མ་ཟད།

ལྟ་བ་མཐར་ཐུག་པ་དེ་ག་དུས་ལྟ་བ་མཐར་ཐུག་ཆགས་ཀྱི་རེད་ཟེར་ལྟ་བ་ཡང་དག་ཐོབ་ན་སྣང་སྟོང་དབྱེར་མེད་རྟོགས་པའི་གནས་སྐབས་སུ་ལ་ཆགས་ཀྱི་རེད། ལབ་ཞུ་ཡོད་ར། ཨོ་དེས་འདུག་ད་ལྟ་སྟོང་དང་རྟེན་འབྱུང་དབྱེར་མེད་བསྟན་པ། དེ་ནས། ད་ལྟ་འདི་བདེན་པ་རྣམ་པ་གཉིས་དབྱེར་མེད་བཤད་འདུག་ར་ད་དེའི་སྐོར་དེ་ང་ཚོ་བདེན་གཉིས་འོག་ནས་ཡོང་གི་རེད། བདེན་གཉིས་གཅིག་ཏུ་ཐ་དད་ཡིན་མིན་སྐོར་དུ་སུ་ཡང་ངས་དྲིས་ཞུས་ཡོད་དེ་འདི་བསྟན་པ་བསྟན་པ་ཟབ་མོའི་གཞུང་ཚང་རེད་ཟེར་ད་རེད། ད་དེ་འདི་ནང་ལོགས་ལ་དེ་བསྟན་ཞོར་ར་ད་འོ་མ་ཤེས་རབ་འཇུག་པ་ལ་འོ་ར།

དེ་དུས་དཔེ་ས་འདུག་ནོར་འདུག་དཔེ་ས་འདུག་ཟེར། ད་ཡང་ང་ཚོས་དེ་ཟེར་ན་མ་འོངས་པ་ལ་འདུ་འཛི་ཐག་བཅད་ཀྱང་ཡུད་ཙམ་སོང་ནས་གཞན་ཞིག་མ་དྲན་ཟིན་ཡང་གཞན་དག་ཞིག་དྲན་ཡོང་རེད་ལོ། དེ་ཡིན་དུས་དེ་ནས་ངས་བྲིས་ནས་སྔ་ཕྱི་འགལ་བ་ལྟག་སྤྲོད་མང་པོ་བཤད་གཅིག་གིས་གཉིས་འདུག་འདི་འཕྲོག་མ་ངེས་པས་རང་གིས་རང་ལ་ཡིད་ཆེས་ཇི་ལྟར་ནུས་ཟེར། ང་རང་ང་རང་ཡིད་ཆེས་ཤོར་བ་རེད་དེ། དེ་འདྲའི་ཡིད་ཆེས་མེད་པ་ཞིག་མི་ལ་བཤད་དུས་དེ་ཁྱོད་གང་ཡག།